ད་ང་ཚོ་མཛོད་འདི་སྔར་བ་ནི་མར་ལོ་ཡག་ཡིན་ད། ད་འདིའི་ས་ཆའི་དེ་ལ་ཡ་ཁྱེད་མཛོད་གཞི་བཟུང་བྱས་པ་ཡིན་ན་རྩ་ཡི་ས་ཆའི་སྲུང་ཡོང་གི་འདུག་ད་ནི་གནས་ལྔ་བ་ཁྲ་ཆེན་སྟེ་མ་ཆེ་བ་ལ་ཁྲ་ཆེན་གྱི་རང་བཞིན་བཤད་པ་དང། དེ་ཇི་ལྟར་སྤངས་པའི་ཚུལ་དང་སྤངས་པའི་འབྲས་བུ་ཡོངས་ཤེས་བཤད་པ་གསུངས་རྗེས། ཁྲ་ཆེན་གྱི་རང་བཞིན་བཤད་པ་དེ་ལ་ཡང་ས་ཆའི་གཉིས་ཡིན་གོང་དུ་ཁྲ་ཆེན་གྱི་དབྱེ་བ་དང་རྣམ་པའི་ར་ཡིག་བཤད་པ་གཉིས་ཡིན་གྱི་འདུག་ད་ཡང་མཛོད་ཁྲི་ཐ་ལང་ས་ཆའི་ནི་བྱས་པ་ཡིན་ན་རྩ་ཡི་ས་ཆའི་ཤེས་བྱ་ཡིན་གྱི་འདུག་ད་འདི་གང་ལ་དེ་འདྲ་གསུངས་དེ་གང་ལ་ཡ།

ལྷ་བུའི་ཁང་པའི་དགེ་མཛོད་ཀྱི་འགྲེལ་བཤད་ཚན་གཉིས་རྗེས་འབྲང་དང། དེ་ག་ནང་བཞིན་གྱི་ལྷ་བུའི་རྒྱལ་པོ་སྲས་དགེ་མཛོད་ཀྱི་འགྲེལ་བཤད་རྣམས་དཔྱད་པ་ཡིན་ན། འགྲེལ་བསྟན་པ་ལས་ཀྱི་དོན་འགྲེལ་བསྟན་པ། ག་རེ་ཟེར་ནས་ཀརྨ་འགྲེལ་བ་ཡོངས་ཀྱི་སྐོར་གནས་གསུམ་པའི་སྐབས་ལ་སྣོད་ཀྱི་འཇིག་རྟེན་བཤད་པར་རོ། ད་སྣོད་ཀྱི་འཇིག་རྟེན་དེ་རྒྱུ་མེད་ཕྱི་མ་ལས་མི་འབྱུང་བ་ཡིན་གསུངས་ཙང་ཀོ་ལེ་དང་དེའི་དོན་ཅན་དེ་ལ་ཡང་ཉོན་མོངས་ཀྱི་ལས་དང་ཉོན་མོངས་ཀྱི་དབང་གིས་བྱུང་བ་ཡིན་གསུངས་ཙམ་གང་ལ་ཡང། དེ་ལྟ་བུའི་གནས་གསུམ་པ་ལ་བརྟེན་པའི་སྣོད་ཀྱི་འཇིག་རྟེན་ཡོང་བ་ལ་ཡང། གནས་བཞི་པ་ན་བཤད་པའི་ལས་དང་གནས་ལྔ་པ་ན་བཤད་པའི་ཕྲ་རྒྱས་ཀྱི་རྒྱུ་ཚོགས་པ་ལ་བརྟེན་ནས་ཡོང་དགོས་རེད་ཟེར་གི་རེད་དེ་མ་གཏོགས། ཀོ། དབང་ཤུགས་ལ་བཟོ་བའི་བློའི་ཡང་སྔོན་དུ་བཏང་ནས་བྱུང་བ་མ་རེད། ཅི་ལྟར་ང་ཚོས་བློ་བི་གང་སྤེལ་གྱི་རྫུན་གྱི་འགྲེལ་བཤད་མཚན་ཉིད་ཀྱི་དྲང་ནས་མ་ཀློག་པ་ཡིན་ན། དེའི་ཕྱིར་འགྲེལ་པ་འདིའི་ཕྲ་རྒྱས་ཉེ་བར་བཀོད་དོ།

རྒྱུར་བརྗོད་པས་ལས་ལས་བྱེད་པ་ཡིན་ནོ་ཞེས་བཤད་ཅིང་རྒྱས་པར་བསྟན་པ་ཡིན་ནོ། གལ་ཏེ་འདོད་ཆགས་དང་བྲལ་བ་རྣམས་ཀྱང་དང་འདོད་ཆགས་དང་བྲལ་བ་རྣམས་ཞེས་སྒྲ་ཅུང་མ་ལ་སིག་རོ། ལུས་དང་ངག་དང་ཡིད་དག་གི་སྒོ་ནས་དགེ་བའི་ལས་དག་བྱས་པ་ཡིན་མི་བགྱིས། དེ་རྣམས་ཀྱིས་སྲེད་པ་འཕེན་པའང་མ་ཡིན་ཞིང་མངོན་པར་འགྲུབ་པ་ཡང་མ་ཡིན་ནམ་ཞེ་ན། ད་ལས་བསགས་པ་ཡོད་རེ་ད་ཡིན་ནས་སྒྲ་ཅུང་མ་ལ་ཡང་ད་ལས་བསགས་པ་ཟེར་ན་ཡང་མི་འདུག་ལས་ཡོད་པ་ཡིན་གསུངས་ཟིན་དེའི་དབང་གིས་འཁོར་བ་ལ་ཕངས་པོ་རེད་པས་ཟེར་ན་ཕངས་ཀྱི་མ་རེད་རྒྱུ་མཚན་ག་རེ་ཟེར་ན། ལས་སངས་རྒྱས་ཕན་པ་བ་དངོས་པོ་འགྲུབ་པ་ནི་མི་འདོད་ཅིང། འོ་ན་ཅི་བྱེད་ཟེར་ན། ལས་དེ་དག་ཀྱང་ཕྲག་བྱས་ཀྱི་དབང་གིས་བསགས་པར་འགྱུར་ཏེ་ཇི་སྐད་བཤད་པའི་མཚན་ཉིད་དང་རབ་ཏུ་དབྱེ་བ་དང་ལྡན་པ་རྣམས་རྣམ་པར་སྨིན་པ་ངེས་པར་གནས་ཞེས་རྣམ་པར་འཕེལ་བར་ནུས་པར་འགྱུར་རོ་ཞེས་བྱ་བ་ཐ་ཚིག་གོ་གསུང་གོ། འོག་ཏུ་བྱས་ནས་ད་ང་ཚོས་འདི་ནང་ལོགས་ལ་ཡང། རི་བོའི་རྒྱལ་པོ་གསེར་གྱི་མཛོད་ཅིག་འབྲེལ་བཤད་ན་ཅེས་པ་ཡིན་ནས་ད་ཅེས་པ་འདྲ་བྱེད། བྱས་ཙང་འདི་ག་དུ་ལ་ཡང་མ་ཀློག་པ་ཡིན་ན་ཕྲ་རྒྱས་དག་མེད་པ་དང་ཆ་ཚང་ཀློག་མི་དགོས་ཕྲ་རྒྱས་དག་མེད་པ་ནི་གསུང་གི་མདོ་ལས་དགེ་བའམ་མི་དགེ་བ་དག་སྲིད་པ་དེ་ཕྱིར་ན། དགྲ་བཅོམ་པ་ལས་དགེ་བའམ་མི་དགེ་བ་ཡོད་རེད་ཡིན་ནི་ཡང་སྐྱེ་བ་དངོས་པོ་འགྲོ་བྱེད་ཅེས་པར་མི་ནུས་ཏེ། དགྲ་བཅོམ་པ་ལ་ཡང་སྲིད་པའི་ལས་མ་ངེས་པ་དག་ནི་མེད་པ་མ་ཡིན་ཕྲ་རྒྱས་མེད་པའི་ཕྱིར་ཡང་སྲིད་པའི་དངོས་པོ་འགྲོ་བར་མི་ནུས་སོ་དེའི་ཕྱིར་དེ་དག་མ་ངེས་པ་ཉིད་དུ་འགྲུབ་བོ་ཞེ་ན་དགྲ་བཅོམ་པ་ལ་ལས་མ་ངེས་པ་ཡོད་རེད། ད་བདུད་བརྒྱུད་ང་ཚོ་གཞུང་སའི་ཁ་ཏུ་འཛུལ་གྱིན་འདྲ་ཞེས་བདུད་སྲས་ཀྱི་ལུང་དྲངས་ནས་འདི་ཁ་ཏུ་ཡོང་མཁན་དགྲ་བཅོམ་པ་དེ་ལ་སོ་སོ་ཇོ་བོའི་གནས་སྐབས་ན་བཤད་པ་ཡང་སྲིད་པའི་ལས་དགེ་བའམ་མི་དགེ་བ་མ་ངེས་པ་དེ་ནས་མེད་པ་མ་ཡིན་ཅེས་སྨྲས་པ། མེད་པ། མ་ཡིན་མིན་ཅེས་ཐ་ཆད་སྨྲས་པའི་ཕྱིར། དེ་དག་གིས་སྲེད་པ་དངོས་པོར་འགྲུབ་མི་ནུས་སོ། ནང་འོག་ཏུ་གསུངས་ཀྱི་མདོ། དེ་ལྟར་བས་ན་དེ་ལྟར་དོན་ཐ་དད་པར་མཛོད། བརྗོད་པ་ནི་ཞེས་བྱ་བ་ནི་མདོའི་ཡུལ་དོན་ཡིན་ནོ་ཞེའོ་གསུངས་ཀྱི་མདོ།

བསིལ་བའི་རྩ་བ་ཁྲག་ཆད་ཡིན་པ་རིག་པར་བྱ་སྟེ་དེ་ཡོད་ན་ཡོད་པའི་ཕྱིར་དང་དེ་མེད་ན་མེད་པའི་ཕྱིར་དང་པོ་ཡི་རྒྱུ་ཡིན་པའི་ཕྱིར་རོ་གསུངས་འདི་ག་ལ་བྱེད་ན་བསིལ་བའི་རྩ་བ་ཁྲག་ཆད་འཁྲུགས་བསིལ་བའི་རྩ་བ་ཁྲག་ཆད་ཟད་ཡང་དེ་གའི་བསིལ་བ་དེ་ལ་ཡང་སྲིད་མ་གཏོགས་ལས་དེ་རྒྱག་གི་མི་འདུག་ད། ལུས་པའི་གང་པོས་ག་རེ་དཔེ་རྒྱག་པ་རེད་ཟེར་ན། ཨོ། ཡང་སྲིད་འགྲོ་བར་བྱེད་པ་ལ་ཡང་ལས་དང་ཉོན་མོངས་གཉིས་དགོས་རེད་ལས་དང་ཉོན་མོངས་གཉིས་དགོས་རེད།

འགྲོ་ཐུབ་ཀྱི་མ་རེད། སྤྱིར་འདི་ནང་བཞིན་བྱས་ནས་སྲིད་པ་ཡང་སྲིད་འགྲོ་བར་བྱེད་པ་ལ་ཡང་ལས་དང་ཉོན་མོངས་གཉིས་འདི་དང་འདྲ་འཕང་ལོ་གཉིས་ལ་བེད་སྦྱར་ནས་ལས་ཀྱི་འཕང་ལོ་གཅིག་པུ་འཁོར་མ་ཡིན་གསུངས་ལ་བ་རེད། འདི་ནི་ཉོན་མོངས་འཕང་ལོ་གཅིག་མྱངས་པས་ལས་ཀྱི་འཕང་ལོ་གཅིག་པུ་འཁོར་མ་ཡིན་ཟེར་ཞེ་ན། ལས་ཡོད་ཀྱང་ཉོན་མོངས་མེད་པ་ཡིན་ན་སྲིད་ཡང་སྲིད་ཕྱི་མ་འགྲོ་ཐུབ་ཀྱི་མ་རེད་ཅེ་ན་དེ་ཡིན་གསུངས་ན་ཡང་སྲིད་ཕྱི་མ་དེ་སྲིད་པ་ལ་སྦྱར་ནས་དེ་ཡི་རྩ་བ་དེ་ལ་ཡང་ཕྲ་རྒྱས་བཞག་ཡིན་དུས་ག་ལ་ཡང་ལས་དང།

ད་དང་པོ་དེ་ལས་ང་ཚོ་རྩ་བ་བརྟན་པར་བྱེད་དོ་ཟེར་དེར་བ་ཅི་ན་འདི་ནི་མ་ལོག་པ་ཡིན། མཛོད་ཀྱི་མཚན་ཉིད་ཇི་འདྲ་རྣམས་ལ་དཔྱད་པ་ཡིན། བྱ་བ་བཅུ་ཡིས་བྱེད་དེ། ཞེས་བྱ་བ་འབྲས་བུ་བཅུ་ཡིས་བྱེད་པའོ། རྩ་བ་བརྟན་པར་བྱེད་དོ་ཞེས་བྱ་བ་ནི་ཉིན་མོ་བ་མཇུག་ན། དེ་ཡི་ཐོབ་པ་ནི་དཔྱད་པར་དཀའ་བ་ཉིད་ཀྱིས་བརྟན་པར་བརྗོད་ཡིས་བྱར་ཏེ་རྩ་བ་ནི་ཐོབ་པའོ། འདི་ཡིན་ངོ། དང། རྫས་ཀྱི་འགྲེལ་བཤད་ནི་བྱེད་པ་ཡིས་ནི་རྩ་བ་བསྟན་པར་བྱེད་དོ་ཞེས་བྱ་བ་རྩ་བ་ནི་འདིར་ཐོགས་པ་ཡིན་ཏེ་དེ་ཡི་རྒྱུན་མི་གཅོད་པའི་དོན་གྱིས་བསྟན་པར་བྱ་བ་ཡིན་གསུངས་ཙང་རྩ་བ་བསྟན་པར་བྱེད་པ་ཨ་སྟ་གོ་ཞེས་བྱ་བ་ཐ་ཚིག་གོ་དེ་ལ་གྱི་མདོ་དང་གཉིས་པ་འདི་ལ་ཡང། རྒྱུད་གནས་པར་བྱ་བ་ཟད་དེ་མདོ་རྒྱུད་གནས་པར་བྱ་བ་ལ་ད་ངས་སྙིང་ག་མ་སྦྱར་ནས་ཀློག་གི་ཡིན་ད། རྒྱུད་གནས་པར་བྱེད་དོ་ཞེས་བྱ་བ་ནི་ཡང་དང་ཡང་དུ་རྒྱུན

ག་སེ་བོ། རྒྱུ་མཐུན་པར་བསྒྲུབ་པར་བཤད་པ་སྲིད་དུས་ག་ལ་ཡ། རྩ་ཡི་ཉིང་མངོན་པ་དེ་འདྲ་ང་ཚོ་སྲིད་པའི་རྩ་བ་ཕྲ་རྒྱས་དྲུག་ཕྲ་རྒྱས་དེ་ལ་བར་ཤེད་དེ་དྲུག་ཡོད་རོ། རྩ་སྙུག་དྲུག་དེ་རུ། དེ་གི་རྒྱུ་མཐུན་པར་བཤད་པ་སྲིད་དུས་དཔེར་ན། ང་ཚོ་དེ་འདྲ། རྫུས་ཤིང་བྲེལ་ཞིང་ཚིམ་གྱིས་རང་དང་བཅས་པ་ནི་དཔེར་འདོད་ཆགས་ཀྱི་རྩ་བའི་ཉིང་མངོན་པ་འདོད་ཆགས་དེ་གི་རྒྱུ་མཐུན་པ་ག་རེ་དྲུག་གོ་རེད་ཟེར་ན་འོང་ཚབ་མེད་པ་དང་རྒོད་པ་དང་སེར་སྣ་དང་བཅས་པར་བཤད་དོ་ལ་གི་དོ།

འདིས་ཀྱི། འདི་ནི་སྲིད་པའི་རྩ་བ་ཕྲ་རྒྱས་ཞེས་བྱ་བའི་འདིས་དོན་བསྟན་པའོ། དང། དྲུག་པ་དེང་ཟེར་བས། རང་གི་ཚོགས་འཛིན་པར་བཤད་དོ་ཞེས་བྱ་བ་སྟེ། རང་གི་ཚོགས་འཛིན་པར་བཤད་པ་ཞེས་བྱ་བ་ལ། དེ་ཡི་ཚོགས་ནི་ཚུལ་བཞིན་མ་ཡིན་པར་རྣམ་པར་རྟོག་པ་སྟེ། དེས་ཡོངས་སུ་འཛིན་ཅིང་དེ་ཡི་སྐྱེ་བ་དང་མཐུན་པར་གནས། ཞེས་བྱ་བའི་དོན་ཏོ་གསུངས། འདི་ཡང་ང་ཚོ་མཛོད་ཀྱི་འགྲེལ་བཤད་སློབ་པ་ཡོད་ནས་རང་གི་ཚོགས་ཡོངས་སུ་འཛིན་པར་བྱེད་དོ་ཞེས་བྱ་བ་ལ་རང་གི་ཚོགས་ནི་ཉོན་མོངས་པའི་རང་གི་ཚོགས་ག་རེ་བྱ་ཟིན་རང་གི་ཚོགས་དེ་ཉོན་མོངས་པའི་མྱོང་ཡང་གི་ཚུལ་ཅན་མ་ཡིན་པའི་ཡིད་ལ་བྱེད་པ་ཅན་དེ་ཡོངས་སུ་འཛིན་པར་བྱེད་དེ་དེ་མ་འོངས་པ་རྒྱུ་ཡི་ངོ་བོ་གནས་པར་བྱེད་པའི་ཤེས་བྱ་ཡི་ཐ་ཚིག་གོ། ཚུལ་ཅན་མ་ཡིན་པའི་ཡིད་བྱེད་དེ་གའི་ཉོན་མོངས་པ་དང་སེམས། མུ་མཐུད་ནས་མྱོང་ཡང་དེ་ལ་ཚུལ་ཅན་མ་ཡིན་པའི་གི་སྣང་རྟོག་འདྲེས་ནས་ནི། གར་སོགས་རང་ཤུགས་ལ་ཆགས་པ་དང་གཞན་ཤུགས་ལ་སྡང་བ་སོ་སོ་སོ་སོ་སྟེ་ཡོངས་གོལ་བ་ཚུལ་ཅན་མ་ཡིན་པའི་ཡིད་བྱེད་ལྟར་ང་ཚོས

ཡང་དག་པའི་ཕྱིར་ལྟ་བ་ཡོངས་སུ་མི་ཤེས་པའི་ཕྱིར་རོ། གཞན་དག་སྣ་རེག་གི་ཤིང་གཅིག་ལུས་གཅིག་ཡི་རབ་རིག་ཅིང་ཤེས་རབ་ཀྱི་མིག་ཉམས་པར་བྱེད་པའི་ཕྱིར་རོ་ཞེ་ན་དམིགས་པ་ལ་རྨུགས་པར་བྱེད་པ་ཟད་དེ་ཅི། ལྟ་ཚུལ་གྱི་འགྲེལ་བྱེད་དོན་ཚན་ལྔ་ལ་བྱེད་པ་ནི་དམིགས་པ་ལ་ཀུན་དུ་རྨུགས་པར་བྱེད་དོ་ཞེས་བྱ་བ་ནི་ཡང་དག་པའི་ཕྱིར་ལྟ་བ་ཡིས་མི་འཛིན་པའི་ཕྱིར་རམ།

བཀའ་སྩལ་པ་དག་ང་ཚོ་མི་བརྟུལ་ཞུགས་སྒོ་གཅིག་ཡིན་གསུངས་ཙང་དགེ་བ་དེ་ཉམས་པར་བྱེད་དགོས་རུང་བ་ཁོ་ན་འདུག་ཟེར། ད། སྤྱོད་པ་འདི། ཕྱིན་ཡོད་དོན་དུ་ཁྱབ་པར་བཤད་དོ་ཞེས་བྱ་བ་ནི་ཁྱབ་པར་བཤད་པའོ། ཇི་ལྟར་ད་ཁྱབ་པར་བཤད་པ་རེད་ཟེར་ན། ད་ང་ཚོ་ཕྱིན་དབང་ཉམས་དགོས་པ་གཅིག་ཡིན་དུས་ག་ལ་ད་འཁོར་བ་ནི་མ་ཐག་མེད་པ་དེ་བསམ་དགོས་རུང་ཁང་ལས་མེ་མདའ་ཡོད་ཚོད་ཡོད་ན་དུ་སུ་ལ་འདོད། ཅེས་དང་ང་ཚོ་ཡ་གི་ལ་ཡ། ང་ཚོ་ག་རེ་རེ་དགེ་འདུན་ཡུལ་ཤུལ་དཀའ་སྡུག་ལ་ཡ། དེ་གསུངས་པའི་འོ། ཐ་མའི་ཆ་དུས་ངའང་ཟས་ཐ་མའི་ཆ་དང་མཐུན་པ་ཟས་ཀྱི་འོ། འོ་དེ་ན་ལྕི་བ་རེ་འདོད། རྫུན་གྱི་འགྲེལ་བཤད་ན་ལྕི་བ་ཡོད་ནི་འཆིང་བའི་དོན་དུ་ཆད་པར་བྱེད་དོ་ཞེས་བྱ་བ་ནི་འཆིང་བའི་ཆེད་དུ་ཆགས་པའི་ཕྱིར་གྱིས། ཆད་པར་བྱེད་དོ་ཞེས་བྱ་བའི་ཐ་ཚིག་གོ། ཇི་ལྟར་བྱས་ན་ཁང་ལས་མི་འདའ་བའི་ཚུལ་ཞེས་བྱ་བ། མིག་དེས་ཁང་ལས་མི་འདའ་བར

ཕྲ་རྒྱས་དྲུག་གཡོ་བ་ཕྲ་རྒྱས་བདུན་གཡོ་བ། དེ་ནས་ག་རེ་ཕྲ་རྒྱས་བཅུར་གཡོ་བ་དང། ཕྲ་རྒྱས་དགུ་བཅུ་དགུ་བརྒྱད་དུ་དབྱེ་བ། ང་ཚོ་ཚང་གཡོ་བ་མི་འདྲ་བཞི་ཡོད་མགོ་འདུག་ཨ། ད་དང་པོ་ང་ཚོ་བསྲེས་པའི་རྩ་བ་ཕྲ་རྒྱས་དྲུག་ཟེར་ཕྲ་རྒྱས་དྲུག་དབྱེ་འོས་དུས་ད་རྩ་བ་བྱས་པ་ཡིན་ན་ད་བསྲེས་པའི་རྩ་བ་དེ་ཕྲ་རྒྱས་རེད། ཕྲ་རྒྱས་དེ་ལ་དབྱེ་ན་དྲུག་ཡོད་རེད། དུ་སོང་ཡོང་གི་ད་ད་ལྟ་ང་ཚོ་ཕྲ་རྒྱས་འདོད་དམ་དེ་ལ་ཡང་བདག་གིས་གོང་དུ་ཤོད་པ་ན་བྱེ་བྲག་མ་འོངས་དང་གནས་མ་བུ་སྤེལ་གྱི་འདུས་པ་དང་འདུས་ཐོབ་པ་གི་འདུས་ཚུལ་མི་འདྲ་སོང་ཡོང་གི་འདུག་ཨ། ད་བསིལ་བའི་རྩ་བ་ཕྲ་རྒྱས་བཞག་ན་ཕྲ་རྒྱས་དེ་ལ་དབྱེ་ན་ག་ཚད་ཡོད་རེད་སེམས་འཁྲུག་གི། འདོད་ཆགས་དེ་བཞིན་ཁོང་ཁྲོ་དང་ང་རྒྱལ་མ་རིག་ལྟ་བ་དང་ཐེག་གཟུང་ཡིན་ཏེ་སློབ་བ་རོ། ཐེག་གཟུང་ཡིན་ཏེ་དེས་འཁྲུག་བཅངས། མི་འདོར་སེམས་འཁྲུག་དབྱེ་བ་ཅན། ད་དེ་ལ། ད་འདི་ལ་ཡ། དོགས་གཅོད་བྱེད་པ་ཡིན་ན་བསིལ་བའི་རྩ་བ་ཕྲ་རྒྱས་བཞག། དེ་ལ་དབྱེ་ན་འཁྲུག་གི་བཞག་པ་ཡིན་ན་ད་བསིལ་བའི་རྩ་བ་ཕྲ་རྒྱས་དེ་ལ་གྲུབ་པོ་གང་རང་ཡིན་པའི་ཁྱག་དང།

འདོད་ཆགས་དེ་བཞིན་ཁོང་ཁྲོ་དང་བསལ་བགག་གར་རྒྱག་གི་ཡོད་རེད་ཟེར་དུས། འདི་ལྟར་ན་ང་ཚོ་གར་བསལ་དགོས་རེད། མཛོད་ཀྱི་འགྲེལ་བཤད་ལ་དཔྱད་པ་འདོད་ཆགས་ཀྱི་དབང་གིས་གཞན་དག་ཅེས་བྱ་བ་ནི་དམིགས་པ་གང་ལ་འདོད་ཆགས་ཡོད་པ་དེ་ལ་ནི་ཁོང་ཁྲོ་ལ་སོགས་པ་གཞན་དག་ཀྱང་རྒྱས་པར་འགྱུར་ཏེ་གསུངས་པ་དང། དེའི་ཕྱིར་འདོད་ཆགས་ཀྱི་ཕྲ་རྒྱས་དམིགས་པའི་ཟག་པ་མེད་པ་དང་སྐལ་བ་མི་མཉམ་པའི་ཁམས་དག་ལ་ཉོན་མོངས་པ་རྒྱས་པར་མི་འགྱུར་རོ།